བོད་རིགས་སྤྱི་མཐུན་ཚོགས་པ་དེས་བཙན་བྱོལ་བོད་གཞུང་དང་ད་ལྟ་ས་གནས་ཁག་གི་མི་མང་བར་ད་ཟམ་པ་དུ་མ་སོང་ནས་གནད་འགག་ཆེན་པོ་རུ་མཐོང་བསྡད་ཀྱི་ཡོད། ད་བོད་རིགས་སྤྱི་མཐུན་ཚོགས་པས་ད་ལྟ་བྱང་མངའ་རིས་ནང་ལོགས་ལ་ཕ་ཆེན་ཉི་ཤུ་སུམ་ཅུ་དེ་འདྲས་བྱེད་ཀྱི་ཡོད་རེད། འདིའི་ནང་ལོགས་ལ་སོ་སོ་ངོས་ནས་གང་ལྟར་དེ་བས་ཀྱི་ཉམས་མྱོང་ལ་ད་གནད་འགག་ཆེ་ཤོས་འགྲོ་བ་དེ་དོན་ཚན་ཁག་གསུམ་འགྲོ་བ་ཆགས་ཀྱི་འདུག་དེབ་སྐྱེལ་གྱི་ཚོགས་པ་ཞིག་འདུག་གོ་དེབ་སྐྱེལ་ཚོགས་པས་ཀྱི་སྒྲིག་གཞི་ཞིག་ཡོད་རེད། གཉིས་པ་དེ་ལ་དེབ་སྐྱེལ་ཚོགས་པ་ཅིག་འདུག་ཚོགས་པ་དེ་ལ་ཚོགས་མི་ག་ཚོད་མིན་དེའི་གནད་འགག་ཅིག་ཆགས་ཀྱི་འདུག་གསུམ་པ་དེ་ལ་དེབ་སྐྱེལ་གྱི་ཚོགས་པ་ཅིག་འདུག་ཚོགས་པའི་གྱི་རྩིས་ཀྱི་གནས་སྟངས་དེ་ལོ་ལྟར་དུས་ཚོད་ངེས་ཅན་གྱི་ནང་ལོགས་ལ་ཡ་དེབ་སྐྱེལ་ལས་ཁུངས་ཡ་ཕུད་དགོས་པོ་རེད་ཨ་ཨ་རི་གཞུང་ལ་ཡ་ཕུད་དགོས་པོ་རེད་ད་འདི་གསུམ་གནད་འགག་དེ་ཏག་ཏག་འགྲོ་གི་ཡོད་དམ་མེད། Check and Balance། རུ་བ་དང་ཐོག་ཁོངས་ངོ་སྲིད་སྐྱོང་ངོས་ནས་མང་པོ་ཞིག་གསུང་གི་འདུག Transparency Accountability དང་ཐོག་བཀའ་མོལ་དེ་འདྲས་གོ། ད་བོད་རིགས་སྤྱི་མཐུན་ཚོགས་པའི་ཁག་དེ་གའི་ནང་ད་འདིའི་རིགས་དེ་གའི་ལ་སུས་ཀྱི་སྟངས་འཛིན་བྱེད་གོ་སུས་ཀྱི་ཞིབ་འཇུག་གནང་གོ་ད་ད་ལྟ་བར་དུ་ང་ཚོ་བྱང་མངའ་རིས New York མི་འབོར་ཆེ་ཤོས་རེད་ད་ས་གནས་ཁག་ནང་ཆེ་ཤོས་བརྩི་གོ་ད་འདས་བའི་གི་ལོ་ཉི་ཤུ་སུམ་ཅུ་དྲུག་གོ་རེད་ཚོགས་པ་དེ་ད་ད་བར་དུ་འདིའི་རིགས་དེ་གའི་ལ་ཏག་ཏག་ཅིག་འགྲོ་ཐོ་བྱུང་མི་འདུག་ད་འདི་དུས་ལ་བབས་ཤག་བསམ་གི་འདུག། བསམ་གཏན་ལགས་ཀྱིས་ད་ལྟ་དགོངས་ཚུལ་གསུང་ཡ་མཛོད་གནས་ལྔ་ཆེན་པོ་རེད། ད་རང་ཞོགས་ཁས་ཡིན་ན་མ་འདྲི་ཕྱི་ནས་མ་ཡོང་དུས་ཚོམ་པ་ཁྱང་ཆོས་ཀྱི་བའི་ལོག་སེམས་སུ་ཅིག་བལྟས་པ་ཡིན་ཨིན་ཇི་ན་ད་འདི་ང་ཚོ་དེ་དངོས་སུ་ལག་བསྟར་བྱེད་བསྡད་དང་བའི་ལོགས་ཀྱི་གནས་སྟངས་དེ་མ་འདྲ་རེད་ཤག་ད་ད་ད་ཚོགས་གཙོས་གསུངས་པ་ནས་ཤིང་ང་ཨིན་ཇི་ཤིང་གི་མེད་གསུངས་ད་དེ་གང་ཤིང་གི་མེད་ནས་གཞན་པ་ཚོས་ད་ཨིན་ཇི་གན་གི་རེད་པ་ད་བོད་རིགས་སྤྱི་མཐུན་ཚོགས་པ་འདི་དེབ་སྐྱེལ་ཆགས་བསྡད་ཡོད་རེད་ང་ཚོས་ཀྱི་སྔས་མ་བའི་ལོས་ད་དེ་ཚོ་མང་ཆེ་ཅིག་འདྲི་ཤིག་གི་དེ་ནས་དཔེ་ལྟ་ཐུབ་ན་ད་ནི་ང་ཚོས་སྔས་མ་ང་དོན་གཅོད་ཡིན་པའི་སྐབས་ལས་ང་ཚོས་བསམ་ཚུལ་བྱུང་རེད་ག་རེ་ཟེར་ན་བ་ཤིང་དོན་འདྲི་ཤིག་གི་སྐར་གྲགས་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་དེའི་ཁྲིམས་དང་སྒྲིག་གཞི་བའི་ལོ་སོན་ངན་དེ་གའི་ནང་ལོགས་ལ་ཚོགས་ཆུང་ནང་ལོགས་ལ་གཞུང་ཞབས་ཟུར་པ་ཡོད་རེད་ཨ་རིའི་ནང་ལོགས་ལ་ཁྲིམས་ཤེས་མཁན་གྱི་མི་ཡོད་རེད་ཚོགས་ཆུང་དེའི་ནང་ལ་ཁོང་ཚོ་དེ་གའི་དེ་གའི་ད་མཉམ་དུ་བསྡད་ནས་བོད་མིའི་སྒྲིག་འཛུགས་དང་ཡང་མཐུན་པ་ཨ་རིའི་གི་ཁྲིམས་དང་མ་འགལ་བ་མཐུན་པ་བྱེད་ནས་འགྲོ་སྟངས་ཅིག་བཟོས་ཡོད་ཞེས་ནི་ཁོ་ཚོས་ངེད་མང་ང་དེ་འདྲའི་དཀའ་སྣང་མྱངས། དེ་ཡིན་དུས་བོད་རིགས་སྤྱི་མཐུན་ཚོགས་པ་ལ་མང་ཆེ་བ་ནི་ང་ཚོ་ཚང་མ་ལོག། དགོས་པ་དང་དམིགས་ཡུལ་ནི་གཅིག་པ་གཅིག་རྐྱང་རེད་བ་ངོ་ནས་བྱས་ན། ཨ་ནི་བསྡད་ས་ནི་ཨ་མི་རི་ཀའི་ལུང་པ་གཅིག་རེད་ད་མངའ་སྡེ་སུ་སོ་སོའི་ནང་ལམ་ལུགས་ཁྲིམས་ཀྱི་ཁྱད་པར་ཏེ་གཞོན་ན་མ་གཏོགས་རྗེས་ཀྱི་གཞོན་པ་ཚང་མ་ལོག་གཅིག་པ་ཆགས་ཀྱི་ཡོད་རེད། ད་ད་ལྟ་བར་དུ་ང་རང་ཚོ་བོད་པའི་གི་ད་འགན་བཞེས་མཁན་ཚོའི་མང་ཆེ་བས་རྒན་པ་ཤ་སྟག་ཅིག་གི་བཞེས་པ་རེད་ཆུང་བ་ཚོའི་གའི་འགན་ཁྱི་ཐུག་གི་ཡོག་མར་བ་ད་ད་ལྟ་བར་དུ་གནས་སྟངས་ད་ཆུང་བ་ཚོ་གཞི་ནས་འཚར་ལོངས་ཡོང་གི་ཡོག་རེད་ཨ་ནི་ང་ཚོ་རྒན་པ་ཚོ་ཕྱག་ལས་གནང་དུས་ཚང་པ་ལ་མང་ཆེ་བ་ཅིག་བཟང་པོ་བློས་འགེལ་སོ་རོ་ཞིག་དང་སྙན་མང་རྒྱ་གར་ལ་ག་རེ་བྱེད་གི་ཡོད་པ་ད་ག་རང་དེ་ལས་བྱེད་ན་འགྲིག་གི་རེད་བསམ་བསམ་འདྲ་པོ་དེ་འདྲ་དང་དེ་འདྲ་ཅིག་ཡོང་སྡོད་ཀྱི་ཡོག་རེད་ད་ད་ད། ཁྱང་ཚོ་བའི་ལོགས་སུ་ཅིག་བལྟས་བྱོས་བསམ་པ་ཨོ་ད་འདི་ད་བསྐྱར་ཞིབ་ཅིག་བྱས་ན་མ་མཐའ་ཡོང་ཡ་རེད་མི་འདུག་ཨ་བསམ་བསམ་རེད་བ་ཅི་ག་རེ་ཟེར་ན་ད་འགི་དེ་ཚོགས་གཙོས་གསུངས་སོ། མེམ་པར་ཟེར་ཡ་བཅོས་ལ་ཚོགས་མི་ཟེར་ཡ་བྱས། ད་ང་ཚོ་དེ་བོད་རིགས་སྤྱི་མཐུན་ཚོགས་པའི་མིང་ད་ལྟ་ག་རེ་བཏགས་ཡོད་ནའི་དེབ་སྐྱེལ་བྱས་བཞག་པའི་མིང་འདི་ནང་ལོགས་ལ་མིང་འདི་ཡོད་རོ་བ། ད་ནི་ཁྱེད་རང་ཚོ་ལ་ཡ་ཚོགས་མི་ག་ཚོད་ཡོད་ལ་ནས་བཏོན་ཡ་མེད་བ། ཚོགས་མི་གི་ཆ་རྐྱེན་གང་རང་མི་འདུག་བ། སྒྲིག་འཛུགས་ཡིན་གུ་གུ་རུ་བས་གང་ཟག་ཡིན་གུ་གུར་བས་ཨན་འདི Incorporation བྱེད་དགོས་རེད་ལབ་འདུག་སྒྲིག་འཛུགས་དེབ་སྐྱེལ་བྱེད་བཞིན་རུང། མི་རེ་རེ་རེའི་ཁ་བྱང་གུ་གུ་ཡོད་རེད་པ་དེ་ནང་ལོར་འབྲེལ་གཏུགས་བྱེད་ས་ག་ཟེར་ན་ལོ་རེ་རེར Annual Meeting ཚོགས་དགོས་རེད་ལབ་ཡོད་རུང། ད་ག་ཟླ་ཉིས་སྟོང་ཉིས་རྩ་བདུན་གྱི་རྩ་དྲུག་རྩ་ལྔའི་གི་ཕྱི་ཟླ་དྲུག་པའི་ནང་ལོར་ལྔ་པའི་ནང་ལོར་ལ AGM གྱི་ཚོགས་གུ་གུར་དེ་ཚོགས་ཡོད་མ་རེད་ད་ད་ལོ་དེ་ཚོགས་སྒྲིག་གཞི་ནང་བྱས་པ་ཡིན་ན་དེ་ཚོགས་དགོས་རེད་ལབ་ད་ང་ཚོའི་འོས་བསྡུ་བྱས་ཏེ་ལོ་གཉིས་གཉིས་བྱེད་དགོས་རེད་པ། ད་ལྟ་འགན་འཛིན་འདིས་བའི་ལོ་ཨོས་ནང་ལོ་ལོ་རེ་རེ་རེལ་བྱེད་སྐོར་ལབ་ཏོ། མི་དམངས་ཚོགས་ཆེན་ལ་བོར་བ Annual General Body Meeting དེ AGM འཚོ་ཡ་དེ་འོ་འདི་ཚོ་ཚང་མ་ལོ་ཡག་པོ་ཅིག་བལྟ་དགོས་འདུག་ཨ་འདི་ནང་བཞིན་གྱི་ཚོགས་མི་ཟེར་ཡ་འདི་ཚོ་ག་འདྲེ་སི་ངོས་འཛིན་བྱེད་སྐོར་རེད་རོ་ཡོད་ཆད་ཚང་མ་ལོ་དེ་སྔས་མ་གཞོན་ནུ་དཀའ་ངལ་འཕྲད་པའི་སྐབས་དེ་ངས་ལབ་ཡིན་པ་གཞོན་ནུ་དང་བུད་མེད་གཉིས་དེ་ཚོགས་མི་ཡོད་པའི་ཚོགས་པ་རེད། དེ་ཡོན་ཏན་ཚོགས་མི་དེབ་སྐྱེལ་བྱས་ན། དེབ་སྐྱེལ་བྱེད་མཁན་ཚོགས་མི་ལ་མ་གཏོགས་འོས་འཕེན་ཐོབ་ཐང་ཡོག་མ་རེད་བ། ཨ་ནི་དེ་ལ་མི་མང་སུས་འཕེན་གི་ཡོད་ན་འགྲིག་གི་ཡོད་འགྲོ་བྱས་ཨ་ནི་བདམས་ཡོང་དུས་ཚང་མ་དབུ་མའི་ལམ་གི་མི་གཞོན་ནུ་འགོ་ཁྲིད་མཁན་ལས་ཨ་ནི་རྙོག་དྲ་ཆགས་གི་འདུག་བ། མིང་དགོས་རེད་ཁ་བྱང་དགོས་རེད། དེ་ཚོ་ཡོད་ན་ཨ་ནི་ཚོགས་བརྡ་བཏང་ཡོད་རེད་བ། ད་ད་ལྟ་ཚོགས་བརྡ་ག་འདྲི་བཏང་གི་ཡོད་རེད། WhatsApp ནང་ལ་ཅིག་བཏང་ཤག་ན་མ་གཏོགས་ཅིག་ཡོངས་གྲགས་བཏང་ན་ན་མ་གཏོགས་ཅིག་གིས་ཚོགས་བརྡ་བཏང་ས་ཡོད། འདི་ཏག་ཏག་བསྡད་ཀྱི་ཡོད་མ་རེད་ཡང་འདིའི་ཁྲིམས་དང་མཐུན་གྱི་ཡོད་རེད་ལ་ནི་ཁྲིམས་དང་མཐུན་གྱི་ཡོད་མ་རེད། བྱས་ཙང། ད་ལྟ་དངོས་སུ་ང་ཚོ་ལག་བསྟར་ག་རེ་བྱེད་ཀྱི་ཡོད་རེད། By laws ནང་ལ་ག་རེ་ལབ་ཀྱི་འདུག་ག་འདིར་ཕྱོགས་གཉིས་ནང་ནས་ཅིག་བྱེད་དགོས་རེད་མ་གཏོགས་ཅིག་གིས་ཨ་ནི་ཡིན་ལ་མིན་ལ་ཡིན་ལ་མིན་ལ་ཟེར་བ་ཅིག་འགྲོ་བསྡད་པ་ཡིན་ན་ང་ཚོ་གཞུང་མང་དཀའ་ངལ་འཕྲད་ཀྱི་རེད། ད་ད་ལྟ་ནས་སྐད་ཆ་འདི་ཡོང་བའི་འགོ་བཙུགས་ཚར་བ། དེ་ཡིན་དུས་ད་ཁྱེད་ཚོ་ད་ལྟ་འཁྱུར་འགྲོ་གི་ཡོད་དེ་ཡིན་ནས་འཁྱུར་གི་ཡོད་པ་ཡིན་ནས་ཡིན་གཅིག་མིན་གཅིག་གིས་རྒྱུན་ལས་ཀྱི་འདི་ནང་ལ་བསྡད་ནས་བྱེད་དགོས་ཅེས་མ་རེད་དེ་ཚོ་ཚོགས་ཆུང་བཙུགས་ན་འགྲིག་གིར་བ་རྒྱུན་ལས་ཀྱི་འགན་འཛིན་ཁྱེད་རང་ཚོ་བའི་ལོག་ས་ནང་ལ་ཚོགས་ཆུང་བཙུགས་ཆོག་ཡ་ཡོད་རེད། བྱས་ཙང་ཁྲིམས་ཤིང་ངན་འདི་ཚོ་ལྟས་ཤིག་ག་ཤེད་ཅིག་རུག་རུག་བཟོས་ཅིག་ད་ལྟ་བའི་ལོག་ས་དེ་ལྟས། དངོས་སུ་ལག་བསྟར་བྱེད་ཡ་དེ་ག་འདྲ་བྱེད་འདུག་བལྟས་ཆེད་ད་དེ་མཐུན་པ་ག་འདྲ་བཟོ་དགོས་དགོས་རེད་ཁོང་ཚོ་ལ་ཡ་ཟིན་བྲིས་ཅིག་བཟོས་བཅུག་ན་ཚོགས་ཆུང་དེ་ཨན་ཟིན་བྲིས་དེ་ཡ་རྒྱུན་ལས་ལ་ཁྱེར་ཡོང་ཨན་རྒྱུན་ལས་ནང་ལོགས་ལ་གྲོས་བསྡུར་བྱེད་ཨན་ཁྲིམས་ཨན་བའི་ལོགས་ནང་ལ་ཡང་འགན་དབང་སུ་ལ་ཡོད་རེད Board of Directors ལ་ཡོད་རེད་མི་མང་ལ་ཡོད་རེད Members ལ་ཡོད་རེད་དོན་ཚང་མ་བལྟས་ཆེད་ཨན AGM ཚོགས་དགོས་དགོས་དུ་བས Directors གྱི་ཐག་གཅོད་ན་འགྲིག་གི་འདུག་བས་དེ་ཚོ་ཚང་མ་ལོ་ཟིག་བྱས་ཨ་ནི་ཚིག་དང་དོན་གཉིས་མཉམ་དུ་འགྲོ་ཐུ་ཡས་ཀྱི་འབད་བརྩོན་མ་མཐུན་པ་འདི་ག་དེ་མཐུན་པ་བཟོས་ནས་འགྲོ་ཐུ་ཡས་ཀྱི་འབད་བརྩོན་ཞུས་པ་ཡིན་ན་ཨ་ནི་ཚོགས་མ་ཐུ་ཡས་དཀའ་ངལ་དེ་འཕྲད་གི་མ་རུ་བ། ཁྲིམས་དང་སྒྲིག་གཞི་ལས་འགན་དེ་བཟོ་དུས་ཚན་པ་ལ་དོན་ཚན་གཅིག་འགྱུར་བ་བཏང་བ་གཅིག་གོ་ཕན་གི་ཡོད་མ་རེད་ད། འདི་གི་མགོ་མཇུག་ཚང་མ་ལོ་ལྟ་གོ་རེ་མ་གཏོགས་ཅིག་འདི་བཟོས་པའི་རྒྱུ་མཚན་ནི་གཏན་ནས་ཤུགས་རྐྱེན་ག་བ་འཕྲད་ས་རེད་མ་འོངས་པ་འདི་དངོས་སུ་ལག་བསྟར་བྱེད་ཁར་འགྲོ་དུས་ཚང་མ་ལ་དཀའ་ངལ་འཕྲད་ས་རེད་འཕྲད་ས་མ་རེད་དེ་ཚོ་བཟོ་བའི་སྐབས་ལ་ལྟ་གོ་རེ་བ། དེ་ཚོའི་ཁྲིམས་བཟོས་དུས་ཚང་མ་ལ་བརྗོད་པ་དང་པོ་བརྗོད་པ་གཉིས་པ་བརྗོད་པ་གསུམ་པ་ཟེར་ན་ནི First Reading Second Reading Third Reading ལ་ནི་འགྲོ་དགོས་ཡའི་རྒྱུ་མཚན་ཁོ་རང་འདི་རེད་བརྟན་པོ་ཞེ་པོ་བྱེད་དགོས་བ་རེད། ད་ག་འདི་ད་ཁོ་རང་གི་གསུངས་བཞེས་རྒྱུ་དོན་ཚན་གསུམ་ག་རེད་སྒྲིག་གཞི་ཡག་པོ་འཇུག་དགོས་ཀྱི་ཡོད་རེད་རང་ཨ་ནི།

ལ། བོད་རིགས་ཚོགས་པ་ལ་ཚོགས་དངུལ་ལ་དབོར་ཟླ། གཞོན་ནུ་དང་བུད་མེད་དང་ཚོགས་པ་སྐྱིད་སྡུག་སོ་སོ་སོ་ལ་ལྟ་ཡོད་རྒྱུ་རུ་བ། བོད་རིགས་ཚོགས་པ་ལ་ཡང་མེ་འབར་རེ་རེ་རེ་གི་ལོ་རྟག་པ་རེ་སྤྲོ་ལ་ཉི་ཤུ་སྤྲད་ཧོར་སུམ་ཅུ་སྤྲད་ཧོར་ཟེར་ཡ་དེ་མི་འདུག་བ། ཚོགས་མི་དེ། བྱས་ཙང་ད་དེ་ཚོ་དྲན་ག་དེ་དངུལ་ཆེན་པོ་སྐད་ཆ་མ་རེད། ཚོགས་མི་གི་མིང་ཐོབ་ཡ་ཆེད་དུ་དཔེ་ན་ལོ་གཅིག་ལ་སྤྲོ་ལ་གཅིག་གཅིག་སྤྲད་དགོས་རེད་ཟེར་ལབ་པ་ཡིན་ནི་སྤྲོ་ལ་གཅིག་དེ་མ་སྤྲད་ན་ཚོགས་མི་ནི་དོན་ཡ་རུ་བ། དངུལ་ཆེན་པོ་ཞུ་བཞག་གོ་མ་རེད་གཅིག་བཞག་གིན་ནི་ལྔ་བཞག་གིན་ནི་བཅུ་བཞག་གིན་ནི་ག་འདིར་སྡིག་གིས་ཚོགས་མིན་ཟེར་ན་ག་འདྲི་གཅིག་ལ་གོ་དགོས་གོ་རེད་ལས་དེ་སེར་པོ་བཟོ་གོ་རེད་ད་སྒྲིག་གཞི་ནང་ལས་སེར་པོ་བཟོ་གོ་རེད་དངོས་སུ་མི་དམངས་ནང་ལོག་ལས་སེར་པོ་བཟོ་གོ་རེད། ཚོགས་པ་ག་འདི་ཡིན་རེད་སྒྲིག་འཛུགས་ག་འདི་ཡིན་དཔལ་འབྱོར་གྱི་སྟངས་འཛིན་འགྲོ་སྟངས་འགྲོ་ལུགས་གཅིག་ངེས་པར་དུ་གོ་དགོས་རེད། བྱས་དང་ད་དེ་ཚོ་ཏག་ཏག་འགྲོ་གི་ཡོད་རེད་ཡོད་མ་རེད་ལན་ཚོད་ད་གང་ལྟར AGM ཚོགས་མེད་པ་དེ་འདྲ་བྱས་དགོས་རེད་ཡིན་ནའི་གཞུང་ལ་ཨ་རིའི་གཞུང་ལ་བཏང་དགོས་དེ་མ་བཏང་རང་སྣང་རེད་མ་གཏོགས་ལན་སྡོམ་དང་རྩིས་ཁྲ་དང་དེ་ཚོ་མ་བཏང་ན་ཨ་རིའི་གཞུང་གི་ཉེས་པ་བརྒྱབ་ཡོང་གི་རེད་དམ་དེ Pollution ག་རྗེས་ཉི་མ་གཅིག་ལ་འགྲོ་ལོ་སྟོང་ཕྲག་བཞི་བཅུ་རྒྱ་བཟའ་རྒྱག་གི་ཡིན་ལ་དུས་ཡུན་ནི་ཁོ་ཚོ་སྐད་ཤོར་རྗེས་སྐྱོ་གུ་ཐུག་འདུག་ཨ་ལམ་སང་ཨེ་ཟོས་ཨེ་ཚང་མ་ཉི་མ་གཅིག་གི་ཉལ་པ་ཕོག་མོང་བ་རྗེས་སྟོང་ཕྲག་བཞི་བཅུ་ཚར་སང་ཟོས་ཐོབ་རོགས་བ་ད། ཨོ་འདི་ནི་གཞུང་མ་རྩེ་རུ་བར་དུ་སྒུག་བསྡད་དགོས་ཡ་མི་འདུག་ཨ། སོ་སོ་སོའི་གི་དང་དུ་བླངས་ནས་ད་འདོད་ལྷག་པར་དུ་ཨ་མི་རི་ཀའི་ནང་ལོགས་ལ་ཡིན་པ་ཡིན་ན་དོ་བདག་ཡིན་ནའི་རེད་སྒྲིག་འཛུགས་ཡིན་ནའི་རེད་ཅི་དང་འབྲེལ་བ་ཡོད་ཁྱོད་སོ་སོས་དང་དུ་བླངས་ནས་བྱེད་དགོས་གི་འདུག་ཨ། གཞུང་མ་གཞུང་གི་ཆིག་བརྩི་རའི་འགོ་གཙོ་ས་ས་ན་ཚར་ད་ད་ལྟའི་མ་གོ་དེ་མ་གཏོགས་སོ་སོ་སོ་དྲང་པོ་བྱེད་དགོས་དོ་སོ་སོ་སོ་གི་ཁྲིམས་དང་སྒྲིག་གཞི་འགྲོ་དགོས་དོ་ཨ། སྐུ་ངོ་གང་དག་ཅིག་ཞུས་ས་ཡོད་ན་མེད་ན་འདྲ་བོ་ཆ་འདི་གོ་ར་གང་ཚོ་བཙན་བྱོལ་ད་འདི་གས་ཚང་མ་ཏག་ཏག་ཡོང་གི་ཡོད་དམ་མེད་ཞིབ་འཇུག་བྱེད་ཡ་དེ་ང་ཚོ་སྐབས་བཅོ་བརྒྱད་ཁར་བྲོས་བྱོལ་བཞག་ཡ་བྱུང་སོང་གང་ལྟར་བཙན་བྱོལ་བོད་གཞུང་རྩིས་ཞུ་ལས་ཁུངས་ངོས་ནས་འདིའི་རིགས་དེ་གའི་ལོ་ལྟར་ནང་བཤུས་སྤྲོད་ཆུ་གནང་ཐུབ་པ་ཡིན་ན་དགྱེས་སྟོན་ཆེན་པོ་འདུག་ཞུ་ཡིན། ད་ང་ཚོ་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་ཞུ་བ་རེད་བཅའ་ཁྲིམས་ཀྱི་ཆ་རྐྱེན་གི་འོག་ནས་སྒྲིག་གཞི་མང་པོ་ཞུ་བཅའ་རེད། འདིའི་ནང་ལོགས་ལ་ཡང་ད་བཅའ་ཁྲིམས་ཀྱི་སྒྲོམ་གཞིའི་ནང་ལོགས་ལ་བོད་རིགས་ཚོགས་པ་ཟེར་བ་དང་བོད་རིགས་སྤྱི་མཐུན་ཚོགས་པ་ཟེར་ད་མིང་མང་པོ་ཡོད་རེད། གང་ལྟར་བོད་རིགས་སྤྱི་མཐུན་ཚོགས་པ་འདི་གའི་འདི་བཅའ་ཁྲིམས་ཀྱི་སྒྲོམ་གཞིའི་བར་ལས་ཡར་ལུག་ཐུག་དང་མ་ཐུག་གི་སྐད་ཆ་མང་པོ་བྱུང་བར་ང་ཚོགས་གཙོ་ཡིན་པའི་སྐབས་ལས་བྱུང་ཚོགས་ཆུང་བཙུགས་བྱས་པ་རེད། རེད་བ་འདུག་བྱས་ནས་ཨ་ནི་ད་ཡོད་ཁྲིམས་དང་མང་པོ་ཅིག་ལ་བལྟས་ནས་ཨ་ནི་འདི་བཞག་ན་འགྲིག་གི་མི་འདུག་བཅའ་ཁྲིམས་ནང་ལ། རེད་བ་ཨ་མི་རི་ཀ་ནང་ལ་དེབ་སྐྱེལ་བྱས་བྱས་པའི་སྒྲིག་འཛུགས་ཅིག་ནི་ཨ་མི་རི་ཀའི་ཁྲིམས་འཁྱེར་དགོས་རུང་མ་གཏོགས་རྒྱལ་ཁབ་གཞན་པ་ཅིག་གི་ཁྲིམས་འཁྱེར་གྱི་ཡིན་ཟེར་ཡ་དེ་འདི་བྱས་ཆོག་གི་མ་རེད། རྒྱལ་ཁབ་གཞན་པ་ཅིག་ལ་ཡིད་ཆེས་ཡོད་ཟེར་ན་བྱས་ཆོག་ཏེ་སྐབས་དེ་དུས་ང་ཚོ་ལ་འདི་ལབ་པ་རེད་དོན་གཅོད་ཀྱི། དེ་བྱས་ནས་འདི་གང་འགྲོ་ཐུབ་ཡོད་མ་རེད། དེ་བྱས་ན་ད་ལྟ་ཡིན་ནའི་བཅའ་ཁྲིམས་ཀྱི་སྒྲོམ་གཞིའི་ནང་ལ་ཡོད་མ་རེད། བཅའ་ཁྲིམས་ཀྱི་སྒྲོམ་གཞིའི་ནང་ལ་མེད་དུས། རྩིས་ཞིབ་བཏང་དགོས་ཀྱི་ཡིན་ནའི་ཁྲིམས་ནང་ལོགས་ལ་འཁོད་ཐུབ་ཀྱི་ཡོད་མ་རེད། རྩིས་ཞིབ་ལ་རྩིས་ཞིབ་བཏང་བ་ལ་ཁྲིམས་ནང་ལ་འཁོད་པ་ཞིག་སོང་ཕྱིར་འགྲོ་དགོས་རེད་མ་གཏོགས་ཅིག། རྩིས་ཞིབ་འགྲོ་ཡ་ཡོད་མ་རེད་གཞུང་འབྲེལ་གྱི་རྩིས་ཞིབ་བྱས་ཙང་ད་ང་ཚོ་གལ་ཆེ་ཤོས་ག་རེ་རེད་ཟེར་ན་རྩིས་དེ་གཙང་མ་ཆགས་དགོས་རེད་བ། རྩིས་གཙང་མ་ཆགས་དུས་དེ་བོད་པ་ནང་ལོགས་ལ་རྩིས་ཤེས་མཁན་ཡོད་རེད་བ། མི་གསུམ་བཞིས་གཅིག་ཚུར་རུ་རུ་བྱས་བྱས་ཚིག་སྒྲ་འདི་ལྟར་བ་ཞེས་ལབ་པ་ཡིན་ན་འདི་ཏག་ཏག་བསྡད་ཀྱི་འདུག་དེ་མིན་འདི་འདྲ་གཅིག་ནང་ཞིབ་བྱས་ཀྱི་འགྲོ་སྟངས་ཀྱིས་བཟོས་བ་ཡིན་ན་སྟབས་བདེ་གི་མ་རེད་བས་སེམས་ངལ་ཞུ་ཡས་འདི་རེད། གཞན་པ་རྩིས་ཞིབ་བཏང་དགོས་ན་ང་ཚོ་དོན་གཅོད་ཚང་མ་ལོ་རྩིས་ཞིབ་ཏག་ཏག་ཚར་གྱི་མེད་བ་ད་ལྟ། ད་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་བྱེད་འུར་ལ་ན་ཡང་རྩིས་ཞིབ་ལས་བྱེད་སུམ་ཅུ་སྤར་དགོས་ཡོད་ལ་ཀའི་སྙན་ངག་རེད་ད། ཨ་ནི་ཨ་མི་རི་ཀའི་གླ་ཆ་སྤྲད་ཐུག་གི་རེད་ད། འདི་དཀའ་ངལ་ཡོད་རེད་བྱས་ཙང་ང་ཚོ་དོན་དག་འདི་ག་རེ་གཙང་མ་ཆགས་དགོས་རེད་གཙང་མ་ཆགས་ཡ་ལ་ཡིན་གྱི་མིན་གྱི་དར་མ་ས་ར་ནས་བཏང་དགོས་དགོས་མི་འདུག་བ་གཙང་མ་བཟོ་ཡ་གི་ལང་ཀ་མང་པོ་ཡོད་རེད་བ། འོ་འདི་འདྲས་ཅིག་གནང་ཐུག་ན་འདི་ཚོའི་སྙན་ཐོ་བཏོན་བཅུག་ནས་འགྲིག་གི་རེད་བ། ཆོས་ཁྲིམས་ཀྱི་སྒྲོམ་གཞི་དང་འདི་ཚོའི་ནང་ལ་བལྟས་པ་ཡིན་ན་ང་ཚོ་ད་འདུག་ཆགས་བསྡད་ཡོད་རེད་ད་མ་འོངས་པ་འདི་ཡ་བཅུག་གོ་གི་འདུག་ཟེར་ནས་ཡང་སྙན་ཞུ་མང་པོ་བྱུང་རྗེས་གྲོས་ཚོགས་ནས་དགོངས་པ་བཞེས་པ་ཡིན་ན། ཨ་ནི་ཚོགས་ཆུང་བཙུགས་རྗེས་ཡང་དེ་ཚོའི་སྒྲོམ་གཞིར་འགྱུར་བ་བཏང་ན་ཡང་དེལ་དཔག་པའི་གི་ང་ཚོ་བྱས་རེད་མ་གཏོགས། ཨ་ནི་བུད་མེད་འདི་ཚོ་ལ་ཡང། ཞི་བོ་ཅིག་བྱེད་རོགས་བྱེད་སླ་བ་ཡིན་ན་ང་ཚོ་མེ་ཁའི་དཀའ་ངལ་འཕྲད་པ་རེད་གཞིས་ཆགས་ཁག་འདི་ཚོ་ལ་ཡིན་པ་ཡིན་ནའི། ང་དམའ་སླེབས་སྔོན་དེ་བ་ལ་ཡང་སྤྱི་མི་རྒྱ་དགོན་ལས་ཁུངས་འཛུགས་ཀྱི་རྩིས་ཞིབ་འགལ་བྱེད་དགོས་ཡོད་ཟེར་ན་ནི་བཀའ་བཏང་ཚར་དུ་ཨ། ད་ཅི་མི་རྒྱག་མགོན་འཛུགས་མི་གེ་ལོག་བཟོད་ངན་བཏང་ཅིག་ད་འདྲ་མི་འདྲ་དེ་ཚོ་ལས་འབོར་སྒྲོལ་ཆུང་ཆུང་དེ་འདྲས་སྤྲད་དགོས་གོ་རེད་དེ་ཚོ་བིལ་བཏང་ས་མེད་བ་ཆེ་དེ་འདྲས་དཀའ་ངན་པད་མོ་མགོ་རེད་ཨ་ནི་ཅི་མི་རྒྱག་མགོན་ལས་ཁུང་ལས་ཀ་བྱས་མ་གོ་རེད་ད་དེ་ཚོ་འགྲོ་སོང་ལོང་ཡ་མེད་ན་འོ་དེ་འདྲས་ཡོད་དུས་ང་ཚོ་ཡར་སླེབས་བྱས་དུས་མོ་གོ་བཟོད་ལས་ཀ་མང་དྲག་འདུག་བ་དེ་ད་ལྟ་དཔྱད་ཞིབ་ཀྱི་ཚང་མ་ལོ་ཏག་ཏག་ཚར་ཐུག་གོ་ཡོག་མར་སྡེ་ཚན་ཡོད་ཀྱོག་ཚང་མ་ལོ། དཔྱད་ཞིབ་གཅིག་སྐོར་ལ་མི་ལྔ་བཅུ་ཟིག་ཡོད་རེད་ད་འདོད་མི་བཅུ་གཅིག་རག་གི་ཡོད་མ་རེད། དཔྱད་ཞིབ་བསྐྱར་ཉར་བྱས་པ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་བརྒྱ་ཆ་བཅུ་བཅོ་ལྔ་ཞིག་ལས་བྱེད་ཚང་མ་དཔྱད་ཞིབ་ཆགས་འགྲོ་ས་རོགས་ནི། འདི་ལྟ་ཏན་ཏན་ས་གནས་ནས་དགོངས་པ་བཞེས་ཡ་ཡོད་ཀྱི་རེད་ཁྱང་ཚོ་སྒྲིག་གཞི་ནང་ནས་བླུག་ན་འགྲིག་གི་རུ་བ་བ་ཡི་ལོགས་སེམས་སུ་ནང་ལོགས་ལ་ཡ Internal Audit བྱེད་དགོས་ཡ་དང Report བཏོན་དགོས་ཡ་དང་ཨན Internal Audit Hire བྱེད་སྟངས་འཛུལ་གྱི Conflict of Interest མེད་པ་བྱེད་ནི་ར་འདུག་བྱེད་ནི་བྱེད་དགོས་ཡ་འདི་ཚོ་ཆ་རྐྱེན་འདི་ཚོ་བཏོད་བྱས་པ་ཡིན་ན་འདི་ཚོ་འགྲིག་འགྲོ་གི་རེད་ད་ང་ཚོ་ཚང་མ་ལོ་ལྷ་ཚོ་ཡིད་ཆེས་བྱས་འགོ་ཚུགས་གི་རེད་མ་འདུག་ཚང་མ་ལོ་དོག་པ་རྐྱང་རྐྱང་བ་ལོ་བསྡད་འདི་ན་དེ་ནི་གཞུང་མང་འཛམ་བུ་གླིང་འདིའི་ནང་ལོ་ལོ་ཡོད་ཅེས་མེད་ཅེས་འཛམ་བུ་གླིང་གཞན་པ་ནས་མི་ཁྲི་ཤུ་ལ་ཡང་ཉང་ཁ་བར་ད། འདུག་ཆོས་ཚན་པ་ཚང་མ་ལོ་ང་ཚོའི་རེ་བ་ཡོད་པ་ནང་བཞིན་འགྲོ་ཐུག་གི་མ་རེད་ད་ཡིན་ནའི་ད་ག་ཚོད་ཐུག་ཐུག་ཅིག་འགྲོ་དགོས་ཡ་དེ་གལ་ཆེན་པོ་རེད་ཡང་གོམ་པ་ཁོ་ར་རྩ་བ་ཉིད་ནས་མ་བརྒྱབ་ན་སླེབས་ས་འདི་ལ་སླེབས་ཀི་མ་རེད་ལོ་འགོར་ནས་ལོ་འགོར་ནས་རང་འཇགས་ལྷག་དེ་རུ་གོམ་པ་ཅིག་བརྒྱབ་འགྲོ་ན་ག་རེ་ཡིན་ནའི་དུས་ཚོད་འགོར་བ་ཡིན་ནའི་ཅིག་སླེབས་ས་ཅིག་སླེབས་འགྲོ་དགོས་རུ་བ་འདུག་བྱས་ནས་ད་ལྟ་ཁོ་རང་དགོངས་ཚུལ་བཏོན་བཞིན་ཡོད་དེ་གནད་འགག་ཆེན་པོ་རེད་དེ་ནིའུ་ཡོག་ཆིག་པོ་སྐད་ཆ་མ་རེད་ད། ང་ཚོ་ཕྱི་རྒྱལ་ལས་ཡོང་མཁན་སུ་འདྲ་ཞིག་ཡིན་པ་ཡིན་ནའི་དེ་རེད་ཨ་ནི་ཆོས་ཚོགས་ཁག་ཚོ་ཡིན་པ་ཡིན་ནའི་གཅིག་པ་རེད་ད། ཆོས་ཚོགས་ཁག་ཚོ་གཅིག་པ་རེད་བོད་པའི་བླ་མ་ཚོ་དེ་བས་འཕེལ་འཇམ་འཇམ་ཆོས་ཚོགས་ཚོ་བཙུགས། ཆོས་ཚོགས་ནང་ལོགས་ལ་ཡང་ཕྱི་མི་རྐྱང་རྐྱང་བྱེད་དུས་ཨ་ནི་བླ་མ་འདི་དགོངས་པ་རྫོགས་ཚར་དུས་ཚང་མ་ཆོས་ཚོགས་ཤོར་ཚར་ཚང་མ་མཉམ་དུ། དེ་ཚོ་ལས་བསམ་བཏང་གོ་གོ་ཏོ་ཆོས་ཚོགས་ཚུགས་དུས་ཚར་བ་ལས་མ་འོངས་པ་བརྟན་པོ་ག་འདྲས་བྱ་གོ་གོ་ཏོ། ཨ་ནི་འགན་འཛིན་ལྷན་ཚོགས་ནང་སུ་བཞག་གོ་གོ་ཏོ། ཚང་མ་དགོངས་པ་བཞེས་གོ་རེད་ད་ག་འདྲ་དོན་དག་རྡོག་རྡོག་དེ་ཁྲིམས་དང་མཐུན་པ་བྱེད་ནས་འགྲོ་དགོས་ཡ་དེ་དཔེ་མེད་ཅིག་གལ་ཆེན་པོ་རེད་རྒྱ་གར་གཅིག་པོ་མ་རེད་ང་ཚོ་ག་བ་ལ་གནས་ཡོད་ནས་འདི་གི་ལུང་པ་འདི་གི་ཁྲིམས་དེ་ཅི་གསུང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཁྱེད་རང་དགོངས་ཚུལ་བཏོན་པ་དེ་ཐུགས་ཆེ་ཞིང་ཞུ་ཡ་ཡིན་ཨ་ནི་ཁྱེད་རང་ངེད་མ་རྩིས་ཞིབ་ལས་ཀ་བྱས་ཡོད་ཚར་བ་ཡིན་ན་དེ་ཚོ་ནང་ལས་མཉམ་རུབ་བྱེད་ནས་བྱས་ཐུབ་ན་ཡག་པོ་ཡོད་རེད།
བའི་ལོ་དེ་ནང་ཁྲིམས་འདི་ཨེ་ནས་སྐབས་བཅུ་བདུན་གྱི་ཅིག་སོས་བཅོ་བརྒྱད་ཀྱི་ཅིག་སོས་ང་ཚོས་ཀྱི་ཅིག་སོས་འདི་རྩ་བ་ཉིད་ནས་མ་རེད། འདི་བའི་ལོ་དེ་སྔོན་མ་ཡོད་རྒྱུ་དེ་ཐེངས་མ་དང་པོ་བསུས་སྐབས་ལ་བཟོ་ཡོད་ནས་ཤོག་གྲངས་ལྔ་འདུག་ཁོ་རང་དེ་ཡས་ཁོ་རང་ཚོ་ཧ་རུ་བ་རུ་དཀའ་ལས་བརྒྱབ་ནས་བཟོས་རྒྱུ་རེད་ཤག་འདིའི་ནང་ལོགས་ལ་ཡང་ཁྲིམས་སྒྲིག་གཞི་དེ་ནང་ལོགས་ལ་ཡང་ཚོགས་མི་མི་བཅུ་བཞི་ཅིག་ཡོད་ནས་ཨ་འདི་གས་ཆ་ཚང་མ་དགོངས་པ་ཞུས་ནས་མི་གསུམ་གྱིས་ལྷག་ནས་འདི་བོད་རིགས་སྤྱི་མཐུན་ཚོགས་པ་འདི་འགྲོ་ཆོག་གི་འདུག་ད་འདི་འདྲའི་འདྲ་བོ་ཅིག་ཆགས་ན་ཡང་མ་འོངས་པ་ད་ལྟ་ད་ག་རེ་ཡིན་ནས་ད་ཕ་ཅོ་ཚུ་ཅོ་ག་རེ་ལ་ནས་ང་ཚོ་གཙོ་བོ་འདི་སྤྱི་ཁང་འདི་སྲུང་སྐྱབས་བྱེད་ཡ་འདི་གི་འདི་གི་དོན་དག་ལ་ཡ་རེད་མ་གཞི་ང་ཚོ་གི། ཁོང་ཚོ་ལ་དགའ་དང་ཕ་གི་ལ་མ་དགའ་གཙང་བ་གཉིས་ནི་མེད་སོ་སོ་ལྟ་བ་ལང་ཕྱོགས་དེ་སོ་སོ་ལྟ་བ་ལང་ཕྱོགས་གཙང་མ་གཙང་རྐྱང་ཡིན་ད་ལྟ་ཡིན་ནས་གཙང་མ་ཡིན་འགྱུར་བ་གཙང་བ་གཉིས་ནི་མེད་རོ། འདི་འདྲས་གཅིག་བྱས་རོ། ད་ད་ནི་ག་རེ་གསུངས་སོ། ཨ་ནི་འདི་ཡོད་རེད་ད་ཚོགས་ཆུང་འདི་སྙེ་མ་འདུག་སྐུ་ངོ་ལ། ཚོགས་ཆུང་འདུག་ད་དགོང་མོ་ཉི་ཤུ་རྩ་ལྔ་རྩ་ལྔ་སྤྲེལ་སྙེ་མ་ཉི་མ་དུད་འགྲོ་སྙིང་རྗེ་ཁོ་རང་གི་དེ་སླེབས་དུས་ང་ཚོགས་ཆུང་ཡིན་འདི་དུས་ལ་དུས་ཡང་ཀན་སེ་ཤན་གྱི་ཡོད་རེད་ཨེ་ཡོད་མ་རེད་ལ་དེ་ཚོགས་ཆུང་འདི་ཡོད་རེད་ད་དེ་ང་ཚོ་འཐུས་ཤོར་ད་ང་ཚོ་གས་འགྲོ་ཡོད་རེད་འདི་ཚོགས་ཆུང་འདི་མུ་མཐུད་ནས་ཚུད་ན། ཅིག་ཇི་མ་ཐུ་ཡ་རྩ་བ་རྙེད་ནི་ཡོད་མ་རེད་ཨ་ནི་བ་ཡི་ལོ་དེ་ནང་ལོགས་ལ་ཡ་ཨ་ནི་ང་ཚོ་རྐྱེན་དཀའ་ལས་ཆེ་ཤོས་དེ་ག་རེ་ཐུ་བ་རེད་ལ་ན་དངུལ་ང་ཚོ་ལ་ཡ་སྐལ་མེད་བུ་ལོན་དེ་མི་ལོན་ཅིག་ད་ཕྱེད་ཀ་ལྷགས་ཀྱི་ད་སུ་ལ་སྤྲད་དགོས་ཡོད་མེད་དེ་ཅི་ཏྲ་ཆ་ཚང་ཡོད་རེད་ད་བིལ་ཅིག་ཅིག་གཉིས་གཉིས་ཞེས་ནི་ཡོད་རེད་ད་སུ་ཏག་ཏག་ལས་ཡོད་མེད་དེ་ཡོད་མ་རེད་ཐ་དེ་འདྲའི་ཡིན་དུས་ང་ཚོས་གི་གཅིག་ཐང་དེ་མ་འོངས་པ་ད་ད་ལྟའི་ལོ་བཅུ་དེ་འདྲའི་དེ་འདྲའི་སི་འགྲོ་རེད་ད་ལ་ཡང་སྐྱོ་ལོ་བཅུ་དེ་དེ་འདྲའི་མ་ཡིན་འགྲོ་ཡ་ཆེད་དུ་ང་ཚོས་གི་དཀའ་ལས་བརྒྱག་ནི་སྤྱི་པར་རང་བསམ་དུ་འདི་བྱེད་ཁྱོད་ཀྱི་ཡིན་མ་ཤི་རྩ་བ་གང་ཟག་སུ་སྤྱི་ལ་ལས་ན་དེ་ན་ག་རེ་དགུ་ཆུ་མེད་སྤྱི་དོན་ཚོགས་པ་ཆགས་ནི་འདི་བོ་ལ་རྫུན་ནི་ནི་བཞི་ནི་ཧ་གོ་སུ། ཁྱང་ཚོས་སུ་ཡིན་པ་ཡིན་ནའི་ཚང་མ་ལོག་ལ་རྒན་ཡོད་དུས་སེམས་པ་བའི་ལོག་ཟེར་གཅིག་བཞི་དང་ད་ད་ཡོད་བསྡད་པ་དེ། གར་རིགས་དང་གཅིག་བཞི་དང་ད་དམ་འདི་རྣམས་ལས་གསུང་འོག་ཏུ་དཔེར་ན། Bailausnana Colors ན་རྒྱུན་ལས། Director། ཉུང་མཐའ་ལྔ། ལྔ་རེ་ཅན་ཡིན་པ་ཡོད་དེའི་སྒང་ལ་ཡང་ཐེ་བག་གོ་གོ་ཡོད་ན་དེ་ལ་དཔག་པའི་གི་ཀོ་ཆོ་གུ་རེ་ཞིག་གི་ཐག་གཅོད་ནས་ཀོ་ཆོ་གུ་རེ་ཞིག་ལ་ལབ་ཡོད་རེད། དེ་ན་ནས་འགན་འཛིན་ལྷན་ཚོགས་མང་ཆེ་བ་དགོངས་པ་ཞུས་པ་ཡིན་ནས་གཅིག་གཉིས་མ་གཏོགས་ལྷག་མེད་པ་ཡིན་ནས། ལོ་རྗེས་མ་གི་ཨེ་ཇི་ཡའི་མ་ཚོགས་བར་དོ། ཨ་ནི། ཚབ་སར་དེ་གའི་འགན་འཛིན་ལྷན་ཚོགས་ཡོད་པ་དེ་གའི་དེ་གའི་ཀོ་ཆོ་གོ་ཡོད་སེར་ཁྲིམས་ནང་འདི་ལབ་ཡོད་ད་ནི་བའི་ལོགས་སུ་གནང་ན། དེ་བཞིན་ད་ནི་ཁོ་རང་སོང་ཡས་དེ་མི་ཁ་ཤས་ཀྱིས་མ་གཏོགས་མ་ལྷག་པ་ཡིན་ནའི་རྒྱུ་ནས་མུ་མཐུད་འགྲོ་ཡས་འདུག་བས། ལ་ཡས་དེ་སྒྲིག་གཞི་གི་ཆ་རྐྱེན་དེ་འདྲས་ཀྱི་འོག་ནས་ལ་ཡོང་ད་དེ་ཚོ་སྤྲད་འགའ་དེ་གོ་གུ་འདུག་དང་མི་འདུག་ཚོགས་པ་གཞན་པ་འགའི Incorporation གཞན་པ་འཛུ་ལས་ག་འདྲས་རེད་དོ་ཆ་རྐྱེན་ག་སར་འདི་ཚོ་ཟིན་བྲིས་བཟོ་དུས་མང་ཆེ་བ་ཅིག་དཔེར་ན་ང་ཚོའི་ཚོགས་པ་ཅིག་དེབ་སྐྱེལ་བྱེད་པ་ཡིན་ན་ཁྲིམས་རྩོད་པ་ཅིག་གླ་ནས་ང་ཚོས་ཟིན་བྲིས་བཟོ་དགོས་རེད། ཚོགས་མི། ཚོགས་དངུལ་སྤྲད་ཡ་དེ་ཕལ་ཆེར་ཡོད་ས་མ་རེད་བསམ་ཡང་ཚོགས་དངུལ་སྤྲད་ཡ་སྔས་མང་སྒོར་མོ་ཉི་ཤུ་སང་ང་ཡིན་ཅིག་ཡོད་རེད་ས་ད་སྔས་མང་ཡོད་བ་ཡིན་ན་ད་ལྟ་ཡོད་རེད་ཡོད་མ་རེད་དེ་རེད་ད་སྔས་མང་ག་ཅིག་དེ་མུ་མཐུད་ཡོད་རེད་ཡོད་མ་རེད་ད་ད་ལྟ་མེད་བ་ཡིན་ད་མ་འོངས་པ་འགྲོ་སྟངས་ག་འདྲི་བཟོ་ཚོགས་དངུལ་མེད་བ་ཡིན་ནའི་ཆོག་གི་རེད་ཡིན་ནའི་མི་ཚོགས་མི་ཡིན་ལ་ཡི་དེ་འགོར་བ་ད། མི་མིང་དགོས་རེད་མི་ཁ་བྱང་དགོས་རེད་མིར་འབྲེལ་བ་བྱེད་ས་དགོས་རེད་གཞུང་མང་ཚོགས་འདུ་འཚོགས་གི་ཡིན་ན་ནི་ཚོགས་བརྡ་བཏང་ས་དགོས་རེད་ད་ད་ལྟ་ཚོགས་མི་ཡིན་ན་ནི་ཚང་མ་ཚོགས་མི་ཡིན་ལགས་རོགས་ད་ད་ད་འདི་འདི་ནང་བའི་ལོགས་ཡག་པོ་ཀློག་ཡོད་ན་འདི་ནང་ལོགས་ལ་ཚོགས་འདུ་འཚོགས་ཆོག་ཡ་དེ་ད་ཐག་ཆོད་ཆོག་ཡ་དེ Majority ལབ་ཡོད་རེད། ད་ཚོགས་མི་སུམ་བརྒྱ་ཡོད་ན་བརྒྱ་དང་ལྔ་བཅུ། Majority ལག་པའི་རུ་བ། ཨ་འདི་དང་ངོ་ཡོད་དང། རྩམ་ཕོར་དང། འདི་འདྲ་མང་པོ་ཅིག་ལ་ཡར་འདུན་ཚང་མ་ལོ་གསལ་ཆ་མེད་ན། ཨ་ནི་ལས་ཀ་ཅིག་བྱེད་ཡོད་འདུན་ཚང་པ་ག་དུས་ནས་གཅིག་གི་རྙོག་དྲ་ཤེས་མཁན་ཆེན་མོ་ཤེས་ཡོད་ད། ཨ་འདི་ཚོ་མེད་པ་བཟོས་ནས་ད་ག་འདྲ་གར་ཐུག་ཐུག་གི་ཞིབ་ཙག་པོ་རེ་བཟོ་གོ་ཁ་ཆེ་ངེད་ཅག་ང་ཚོའི་གྲོས་ཚོགས་ནང་ལ་ལས་ཁྲིམས་དང་སྒྲིག་གཞི་གི་འགྲེལ་བཤད་རྒྱག་སྟངས་ཐོག་ནས་དཀའ་ངལ་འཕྲད་ཀྱི་འདུག་ཨ། དེ་ཡིན་དུས་ཚང་མས་ལ་ཁྲིམས་དང་སྒྲིག་གཞི་འཛུ་ཡང་རྒྱ་ཅིག་ད་ད་ལྟ་རྒྱུན་གནས་གྲུབ་འདི་བཞུགས་སྒོ་དུས་རིང་གོ་རེད་ད་འདི་ལ་ཞི་ཏྲ་ཞི་ཏྲ་བཤད་ནས་ཕན་ཐོའི་ཟེར་གལ་ཡོད་མ་རེད་ད་ཉི་མ་ཁ་ཤས་མ་དེ་མི་འདུག་ཨ། སྤྱི་ཟླ་དྲུག་པའི་ཚེས་དྲུག་བར་དུ་ལས་ཡ་ལ་ད་རྒྱུན་གནས་གསར་བ་ཅིག་བསླས་སོང་ན་འདི་གའི་ཚང་མ་ལོག་ད་རིང་ང་ཚོ་དེ་ཀ་མེད་བྱུང་བཞག་པ་འདི་ག་ཚང་མ་ལོག་ཞི་བཞག་ནས་ཨ་ནི། ག་འདྲས་གནང་དགོས་དགོས་གནང་ཐོན་ནས་གཞུང་མང་དེ་ཚོ་ཡང་བསྐྱར་གླེང་སློང་མི་དགོས་ཡ་ཅིག་བྱུང་བ་ཡིན་ན་ང་ཚོ་ལས་ཀ་རང་རང་བྱེད་འགྲོ་ཡ་རེད་མ་གཏོགས་ག་དུས་ནས་རྙོག་དྲ་རྐྱང་རྐྱང་བྱེད་བ་ལ་ཚུད་བསྡད་དགོས་ཡ་ད་མི་འདུག་བ། འོ་འདུག་ཟིན་གནང་ཐོན་ན་ཡག་པོ་ཡོད་རེད།